ཡིན། དེ་རིང་གི་ལོ་ཉིན་དེ་མི་སེར་གྱི་དཔེ་ཀློག་ལ་སྤྲོ་སྣང་ཆེ་བའི་གྲོགས་པོ་ཐུང་ངུ་ལྷན་གྱི་ཆེད་དུ་ཡིན། དེ་རིང་ལོ་ཉིན་འདི་བརྒྱུད་དེ་ཁྱེད་རྣམ་པ་ལ་དུས་རབས་བཅུ་དྲུག་དང་བཅུ་བདུན་གྱི་བར་ལ་བྱོན་པའི་འབྲུག་པ་བཀའ་བརྒྱུད་ཀྱི་གྲུབ་ཐོབ་སྙན་གྲགས་ཆེད་གནས་བཅོལ་པ་སྟག་ཚང་རེད་པས་ན་མཐར་གུར་འབུམ་ལ་མིག་ཅེས་ཕྱོགས་སྟོན་གནང་བའི་ཕྱག་དཔེ་འདི་ངོ་སྤྲོད་ཞུ་རྒྱུ་ཡིན། ཡང་ན་ཁྱེད་རྣམ་པ་ལ་སྤྱན་འབུལ་ཞུ་བའི་ཕྱག་དཔེ་འདི་ཕྱི་ལོ་ཉིས་སྟོང་བརྒྱད་ལོ་ལ་ལ་དྭགས་མཚན་ཉིད་སློབ་གྲྭ་ནས་པར་སྐྲུན་བྱས་པ་ཞིག་རེད། ཁྱེད་ལ་མི་ཆགས་པས་དེ་གཟིགས་པས་ན་དེ་ལ་མིག་ཟད་ཀྱི་ཁྱད་ཆོས་དང་ཤུགས་ཀྱི་དཀར་ཆ། དཀར་ཆ་ནག་མོ་ལ་ཡང་དེ་ནས་སྟག་ཚང་རས་པའི་མཛེས་པ་ཕྲེང་བའི་ཁ་རི་བརྐྱངས་ཡོང་བ་དེ་ཚོ་ཚང་མ་པས་གོ་རིམ་བཞིན་དུ་འབྲི་དགོས་པ་སོང་ཙང། ཕྱིས་སུ་ཁྱེད་ལ་མི་ཆགས་པས་དེ་བསྐྱར་ཀློག་གནང་ཡང་ཡིན་ནའི་ཉམས་ཞིབ་གནང་ཡང་ཡིན་ནའི་སུ་སུ་སུ་ལ་མགོ་སྐོར་ཡོད་པའི་བརྗོད་བྱ་དེ་ཧ་ཉེ་ཉེ་ཡ་ལ་སྟབས་བདེའོ། ཁྱད་ཆོས་གཉིས་པ་དེ་ལ་ཡང་དེ་ནས་དེབ་ཀྱི་ནང་ལོགས་ལ་ཡ། ལ་དྭགས་རྒན་ཚེ་བ་རིག་ཅན་ལགས་ཀྱིས་བྲིས་གནང་བའི་སྔོན་བྱོན་ཤོག་སྒྲ་ཉུལ་རྩ་གྲངས་ཅན་ཅིག་འདུག་དེའི་ངོ་ནི་ཧང་སང་ཡག་པོ་འདུག་དེའི་ནང་ལོགས་ལ་ཡང་དེ་ནས་སྟག་ཚང་རས་པས་ངོ་སྤྲོད་རེ་དྭགས་གནང་ཞིང་རྣམ་ཐར་གུར་འབུམ་ལ་མིག་གསུམ་ཀའི་ཧ་ཉེ་བརྗོད་བྱ་གཉིས་འདུས་དེ་དག་གི་ཁྱད་ཆོས་དེ་དག་གི་འགན་ལེན། དེའི་མཚམས་དུ་མ་ཟད་དེ་ནས་སྟག་ཚང་རེད་པའི་ཡང་སྲིད་སྐུ་ཕྲེང་རིམ་བྱོན་གྱི་ལོ་རྒྱུས་ནི་དུས་ཧང་སང་ཡག་པོ་ཞིག་བྲིས་གནང་འདུག་དེ་ནས་ཁྱད་ཆོས་གསུམ་པོ་དེ་ལ་ཡ་དེབ་ཀྱི་ནང་ལོ་ལ་ཡ་ཐ་སྙད་ཁག་ཅིག་ལ་ཟུར་མཆན་རྒྱག་ཡོད་རེད་ཐ་སྙད་ཁག་ཅིག་ཟེར་ཡོད་འདུག་ཟེར་བ་ལ་དེ་ནས་མི་སྣ་ཁག་ཅན་གྱི་ངོ་སྤྲོད་དང་དེ་ག་ནང་བཞིན་ས་གནས་ཀྱི་ངོས་འཛིན། དེ་ག་ནང་བཞིན་བརྡ་རྙིང་དེ་ཚོ་ལ་དེ་ནས་དེ་ནས་ང་ཚོ་སྟག་ཚང་རེད་པ་སྐོར་ལ་སྐད་ཆ་བཤད་པ་ཡིན་ན། གོང་དུ་ཞུས་ཟིན་པ་ནང་བཞིན་སྟག་ཚང་རེད་པ་དུས་རབས་བཅུ་དྲུག་དང་བཅུ་བདུན་གྱི་བར་ལ་བྱོན་པའི་འབྲུག་པ་བཀའ་བརྒྱུད་ཀྱི་ནས་བརྗོད་པ་ཉེན་བརྡ་ཅན་ཅིག་རེད་དེ། དེང་སང་ཡིན་པ་ཡིན་ན་ཁོང་གི་ཡོངས་གྲགས་ཆེ་ཤོས་ཀྱི་མཚན་ལ་སྟག་ཚང་རེད་པ་ཞེས་ཞུ་དགོས་ཡོད་རེད་དེ། ཁོང་ལ་འཇིག་རྟེན་འབོད་སྲོལ་མང་པོ་ཞིག་བསྒྲགས་ཡོད་རེད་དཔེ་ཆ་ཤར་བ་ཡིན་ན། ཁོང་ཁྲུང་ཐུའུ་ཡི་མཚན་ལ་ཚེ་དབང་དོན་གྲུབ་ཅེས་ཞུ་དགོས་རེད་དེ་ནས་ཁོང། ཁོང་གི་རྩ་བའི་བླ་མ་ལྷ་རྩེ་བ་ངག་དབང་བཟང་པོ་དང་བྱེས་བརྒྱུད་སེམས་པ་ལ་ཁོང་གི་རབ་བྱུང་གི་མཚན་ལ་ངག་དབང་རྒྱ་མཚོ་ཞེས་ཐོགས་པ་རེད་ད་ག་ནང་བཞིན་ཁོང་གི་འཁྲུངས་ས་འཁྲུངས་ཡུལ་དང་འབྲེལ་ནས་ཁོང་ལ་ཤར་ཁ་རེ་པ་ཟེར་ཡང་འགྲུབ་དགོས་རེད་ད་སྟག་ཚང་རེ་པ་ཟེར་ཡོད་འདུག་སེམས་པ་ལ། སྟག་ཚང་ཟེར་ཡ་དེ་ཡང་ས་ཆ་གི་མིང་ཅིག་རེད། སྟག་ཚང་རོང་ཟེར་ཡོད་འདུག་སེམས་པ་ལ་རྩ་རིག་ལ་ངོས་འཛིན་བྱེད་དགོས་དགོས་རེད། བོད་ལ་སྤྱི་བཏང་ནས། འདེབས་མཆོག་གི་སྐུ་གསུང་ཐུགས་ཀྱི་གནས་རི་གསུམ་ཐམ་པ་ཅེས་སྲོལ་ཡོད་རེད། རྩ་རིག། ལབ་ཕྱི། གངས་ཏི་སི་དེ་ནས་སྟག་ཚང་ཟེར་ཡོད་འདུག་སེམས་པ་ལ་སྟག་ཚང་རོང།

ནི། མི་ལ་རས་པ། ཁྱི་ར་རས་པ། གསེར་བུམ་རས་པ། གསེར་བན་རས་པ། གྱ་རས་པ། གོས་ཚང་རས་པ། སྟག་ཚང་རས་པ། དག་ནང་བཞིན་དུ་སྟག་ཚང་རས་པ་ལ་ཤ་མོ་ན་ཞེས་ཞུ་གི་ཡོད་པས་སྟག་ཚང་གི་རང་རིས་ཐོ་འོས་མེད་སྐོར་ལ་ཁྱེད་རྣམ་པ་ལ་དེ་ཟེར་ནས་ཞུ་ཆོག་པ་བྱས། དེ་ནས་སྟག་ཚང་རས་པ་མགོ་རིན་པོ་ཆེའི་འཁྲུངས་སར་འཁྲུངས་ཉིན་ཨུ་ཀྲི་ཡ་ན་ཨུ་རྒྱན་གྱི་ཡུལ་ལ་ཕེབས་པ་ལ་བརྟེན་ནས་ཁོང་གི་ཚེ་གཅིག་ལ་ཡང་ཨུ་རྒྱན་པ་ཞེས་ཞུ་གི་ཡོད་པ་རེད། སྤྱི་བཏང་ནས་བོད་ཀྱི་ལོ་རྒྱུས་ནང་ལོ་ལ་ཡང་དམ་པའི་བར་དུ་ཨུ་རྒྱན་གྱི་ཡུལ་ལ་ཕེབས་ཡོད་མཁན་གྱི་སྐྱེས་བུ་དམ་པ་གཉིས་དམ་པ་བྱུང་ཡོད་རེད་གཅིག་གིས་དུས་རབས་བཅུ་གསུམ་ནང་ལ་བྱོན་པའི། གྲུབ་ཐོབ་རིན་ཆེན་དཔལ་དང་གཉིས་པ་དེས་དུས་རབས་བཅུ་དྲུག་ནང་ལ་བྱོན་པའི། མཇུག་ཏུ་སྟག་ཚང་རེ་བ་གཉིས་ཆགས་ཀྱི་ཡོད་པ་རེད། དེ་མ་སོང་ཙང་སྟག་ཚང་སྟག་ཚང་རེ་བ་ཁོང་ཨུ་རྒྱན་ཡུལ་ལ་ཕེབས་སྐད་གཉིས་པ་དེ་མ་སོང་ཙང་ཁོང་ལ་ཨུ་རྒྱན་པ་ཞིག་བཞུགས་ཀྱི་ཡོད་པ་རེད་ལ་ཁོང་ལ་ཨུ་རྒྱན་པ་གཉིས་པ་ཡང་བཞུགས་ཀྱི་ཡོད་པ་རེད། དེ་ནས་དེབ་དེ་ནང་ལོ་ལེ་ཡ་ནམ་ཐར་གུར་འབུམ་ལ་མིག་གསུམ་ཡོད་པ་ལས་དང་པོ་ཨུ་རྒྱན་ལ་བ་ངའོ་འཇམ་གསོན་ནམ་ཐར་ལེགས་བྲིས་བི་དེ་བས་དཀར་པོའི་རྒྱུ་མང་ཞེས་ད་ང་ཚོ་ནམ་ཐར་སྐོར་ལ་སྐད་ཆ་བཤད་པ་ཡིན་ན་ནམ་ཐར་དེ། ལ་དྭགས་རྒྱལ་པོ་སེང་གེ་ནམ་རྒྱལ་དང་ཁོང་གིས་བསྲེགས་ཏེ་དེ་ནམ་རྒྱལ་གཉིས་ཀྱི་བཀའ་དགོངས་ནང་བཞིན་དུ་ཕྱི་ལོ་ཆིག་སྟོང་དྲུག་བརྒྱ་ང་བཅུ་ང་གསུམ་ལོ་ཡང་མིན་ན་ཕྱི་ལོ་ཆིག་སྟོང་དྲུག་བརྒྱ་ང་བཅུ་ང་ལྔ་ལོ་ལ། བྲིས་གནང་བ་ཞིག་རེད་ད་འདི་ལ་ལོ་ཚིགས་བཞེས་ཚུལ་མི་འདྲ་བ་གཉིས་ཡོད་རེད་ཁ་ཤས་ཀྱི་ཕྱི་ལོ་ཆིག་སྟོང་དྲུག་བརྒྱ་ལྔ་བཅུ་ང་གསུམ་དུས་འཁོར་རེད་ཁ་ཤས་ཀྱི་ཕྱི་ལོ་ཆིག་སྟོང་དྲུག་བརྒྱ་ལྔ་བཅུ་ང་ལྔ་དུས་འཁོར་ཨ་ནི། རྩོམ་པ་པོ་འདི་ནི་ཡོངས་འཛིན་ཀུན་དགའ་ལྷུན་གྲུབ་ལགས་ཡིན་པ་བྱས་ད་ཡིན་མོད་ནི་ཁྱོད་ཚོ་ནམ་ཐར་ནང་གཟིགས་བས་ན་ཁོང་གི་མཚན་འདི་ཆ་ཚང་བཀོད་ཡོད་རེད་མཚན་རིང་པོ་བཞུགས་ཡོད་ད་བཀའ་འགྱུར་གྱི་བན་དེ་དགེ་སློང་ལྔ་བ་ཀུན་དགའ་ལྷུན་གྲུབ་ཐུབ་བསྟན་དགེ་ལེགས་འབྱུང་གནས་བསོད་ནམས་རྒྱལ་མཚན་དཔལ་བཟང་པོ་ཞེས་བྲིས་རེད་ནམ་རྒྱུན་ནི་ཡིན་པ་ཡིན་ན། དེ་ནི་སྟག་ཚང་རེད་པ་ཕྱི་ལོ་ཆིག་སྟོང་ལྔ་བརྒྱ་དོན་བཅུ་དོན་བཞིའི་ལོ་ལ་གཙང་ཉང་སྟོད་དུ་ས་སྐྱ་ཁྱོད་ཀྱི་རིགས་རྒྱུ་ཡབ་མགོན་པོ་ཚེ་རིང་གི་སྲས་སུ་སྐུ་འཁྲུངས་པ་རེད་ཁོང་གི་ཡུམ་གྱི་མཚན་ནི་སིའི་མི་འདུག་དེ་ནས་ཡབ་དེའི་རྒྱལ་མཚན་དཔལ་འཁོར་ཆོས་སྡེ་དཔོན་པོ་ལ་དྲུང་འཁོར་གྱི་ཕྱག་ལེན་ནང་ངེར་མེད་རེད། ཨ་ལེ་བ་དགུང་ལོ་བཅུ་འདུས་ནས་ལ་མ་དེ་འདྲ་གི་དཀའ་རེད་མོ་རེད་ཅི་རེད་ཚང་མ་ནང་ལོག་ལ་ཡ་དེ་ནས་མ་འོངས་པ་ལ་ཨ་སྟག་ཚང་རེད་པ་ཆོས་བྱེད་པ་ཡིན་ན་ཡག་པོ་ཡོང་ཨ་རེད་ཤ་ཆེ་ཆེ་བྱེད་པ་དཀོར་ལེ་ཡིན་པ་ཡིན་དུས་དུས་པ་ལ་ཨ་ནི་ཡབ་ཡུམ་གཉིས་ཀྱི་རྟགས་ཡོད་མ་རེད་དེ་ནི་སྟག་ཚང་རེད་པ་དགུང་ལོ་བཅུ་ལ་ཕེབས་དུས་སམ་པ་ལ་ཁོང་གི་ཡབ་ཀྱི་མཚན་ནི་བསྡད་པ་རེད། ཚེ་ལས་མ་བཏང་སྔོན་གྱི་ཞལ་ཆེམས་ནང་ལོགས་ལ་ཡང་ཡབ་དེས་ཁོ་རང་ཨ་མྱེས་ཨེན་ས་སྐྱ་ཁྱོད་ངའི་རྗེས་ཡི་དུས་ཟིན་པ་ལ་དེ་ནས་མ་འོངས་བ་ལ་ངའི་བུ་དེས་ས་སྐྱ་གདན་ས་ཅིག་ལ་བཏང་རོགས་གྱིས་ཅི་ཞིག་བསྒོས། དེ་ནས། དེ་དུས་དེ་ནི་སྟག་ཚང་རལ་པོ་དགུང་ལོ་ཆུང་བདུན་བྱས་དེ་ནས་ཡུམ་དང་མཉམ་དུ་བཞུགས་གནས་གྲོངས་ནས་ཨ་མྱེས་ཕེབས་ཡོང་བ་རེད། དེ་ནས། ངའི་སྟག་ཚང་རལ་པོ་དེ་དགུང་ལོ་ཆུང་བདུན་ནས་སྙིང་སྟོབས་ཆེན་པོ་བློ་ཁོག་ཆེན་པོ་ཆུང་དུས་ནས་གཤིས་ཀ་རྩུབ་པོ་འདྲ་ཞིག་ཡོད་ཡིན་ས་རེད།

ཡང་མིན་ན་ཁྱེད་རང་བལ་དཔའ་བོ་ཡོང་ར་རེད་ཤགས། ཡང་མིན་ན་ཁྱེད་རང་གི་གཤིས་ཀ་རྩུབ་པོ་དེ་ང་ཚོ་ཚང་མ་རླུང་ལ་སྐྱུར་ར་རེད་ཤགས། ད་ཁྱེད་རང་ཆོས་རང་བྱེད་ན་དགའ་ས་རེད་ཟེར་ཅེས་གསུངས་ཡོད་པ་རེད། དེ་ནས་སྟག་ཚང་རས་པ་དགུང་ལོ་ཉི་ཤུ་ལ་ཕེབས་དུས་བསམ་བློ་ཡང་རྒྱུད་ལ་ངེས་འབྱུང་འདྲ་པོ་སྐྱེས་ནས་དེ་ནས་ཚེ་འདི་ལ་ཆོས་རང་ནང་ཡས་ཀྱི་ཐུགས་ཐ་བརྟན་པོ་བཅས་གནང། དེ་དུས་སྐབས་ནས་དེ་ནས་བླ་མ་མང་པོ་ཅིག་བསྟེན། ཨ་ལྷག་པར་དུ་ཡང་དེ་ནས། བླ་མ་ལྷ་རྩེ་བ་ངག་དབང་བཟང་པོ་དང་ཅིག་ལས་དང་སྨོན་ལམ་གྱི་འབྲེལ་བ་ཤུགས་ཆེན་པོ་བྱུང་ནས་ཁོང་གི་སྐུ་ཚེ་རིང་ལ་ཡང་དེ་ནས། བླ་མ་ལྷ་རྩེ་བ་ངག་དབང་བཟང་པོ་དེའི་དབུས་སུ་སི་རྩ་བའི་བླ་མ་དུ་བསྟེན། སོགས་དང་འབྲེལ་དགོས་བྱུང་ནས་སི་རྩ་བའི་བླ་མ་གྱིས་བཀའ་མི་བཅག་པས་ཀྱི་དགེ་བ་དྲག་པོ།

དེ་ནི་ཟླ་འདིའི་སྐབས་སུ་ཡིན་པ་ཡིན་ན་འབྲུག་པ་བཀའ་བརྒྱུད་ཀྱི། དེ་འདྲ། རྒྱལ་བ་འབྲུག་པ་སྐུ་ཕྲེང་བཅུ་གཉིས་པ་དེ་ལས་འོག་རེད། དེ་ནི་དེ་དུས་སྐབས་ལ་ཡིན་པ་ཡིན་ན་རྒྱལ་བ་འབྲུག་པ་སྐུ་ཕྲེང་བཞི་པ་ཀུན་མཁྱེན་དཔེ་དཀར་རེད་ཀུན་མཁྱེན་དཔེ། མཁས་དབང་ཆེན་པོ་བྱུང་བ་རེད་མཁས་དབང་སྙན་གྲགས་ཅན། དེ་ནི་ཁོང་གིས་བརྩམས་གནང་བའི་དཔེ་ཆ་དོན་གཙོ་འབྲུག་པ་བཀའ་བརྒྱུད་ནང་ལོགས་གཅིག་པུ་མ་རེད་ཆོས་བརྒྱུད་གཞན་དག་ནང་ལོགས་ལ་ཡང་དེ་ནས་ཁོང་གི་དཔེ་ཆ་ལ་དོ་སྣང་གནང་མཁན་ཐོས་བསམ་གནང་མཁན་མང་པོ་བརྗོད་པ་རེད་ད་གང་ཅི། ཨ་ནི་འབྲུག་པ་བཀའ་བརྒྱུད་ཀྱི་ཕྱོགས་ནས་ཀུན་མཁྱེན་དཔེ་མ་དཀར་པོ་དེ་སྙན་གྲགས་ཆེན་པོ་བྱུང་བ་རེད་ད་ཀུན་མཁྱེན་དཔེ་མ་དཀར་པོ་དེ་ལ་ཡང་སྲིད། གཉིས་བྱོན་པ་རེད་དཔག་བསམ་དབང་པོ་དང་ཤར་གྲུ་ལྔ་བ་རྣམ་རྒྱལ།

ཁྱེད་ཀྱིས་ཏང་དང་ཚན་རིག་ལ་གཙོ་བོ་མངའ་རིས་ཁུལ་ལ་བརྟེན་པ་དར་དགོས་པའི་བཀའ་ཕེབས་པ་རེད་དེ། མངའ་རིས་ཁུལ་མ་ཡིན་པའི། རེ་བ་ས་ཆ་སྟེང་མང་པོ་ཞིག་ལ་བརྫངས་གནང་ཡོད་པ་རེད། དེ་ནི་ང་ཚོའི་ཏང་ཚན་རིག་པའི་སྐུ་ཚེའི་ལོ་རྒྱུས་ལ་བསམ་བློ་ཞིག་བཏང་བ་ཡིན་ན་ཅི་སྟངས་ཁོང་བོད་སྤྱི་ལ་བཀའ་དྲིན་ཆེན་པོ་ཡིད་དེ་ཡིན་གྱི་སྐྱེས་བུ་དམ་པ་ཅིག་ཆགས་སྐོར་རེད་ལྷག་པར་དུ་ཁོང་གི་སྐུ་ཚེའི་རིང་ལ་ས་ཕྱོགས་མང་པོ་ཞིག་ལ་ཤག་གིས་བཅགས་མྱོང་བ་བོད་ནང་ལོགས་ལ་ཡིན་པ་ཡིན་ནི་རེད། དེ་ནས་རྒྱ་ནག་རེད་རྒྱ་གར་རེད་ཨུ་རྒྱན་ཡུལ་རེད་ཧི་མ་ལ་ཡའི་རི་རྒྱུད་རེད་ས་ཕྱོགས་མང་པོ་ཞིག་ལ་མཛད་པ་ཁྲིད་ནས་རྒྱལ་པོ་བྱུང་ཡོད་རེད་ད་ཡིན་པ་ཡིན་ནི་དེ་དག་གི་ནང་ལོགས་ནས་ལས་དང་སྨོན་ལམ་གྱི་འབྲེལ་བ་ཤུགས་ཆེན་པོ། མི་སེར་གྱི་འབྲེལ་བ་ཡོད་པ་དེ་ལ་དྭགས་ཆགས་སྐོར། སྟག་ཚང་རེད་པའི་སྐོར་ལ་སྐད་ཆ་བཤད་ཡ་མི་སོང་བ་ལ་ང་ཚོ་ལ་དྭགས་སྐོར་ལ་སྐད་ཆ་མ་བཤད་ཀ་མེད་ཆགས་སྐོར། ལྷག་པར་དུ་འདི་ནས་སྟག་ཚང་རེད་པ་ཨ་ནི་ལ་དྭགས་རྒྱལ་པོ་སེང་གེ་རྣམ་རྒྱལ་གྱི་དབུ་ལག་མཛད་སྐབས་དེ་དུས་ལ་དྭགས་ལ་འབྲུག་པ་བཀའ་བརྒྱུད་ཀྱི་བསྟན་པ་དེ་ཤུགས་ཆེན་པོ་དར་གནང་བ་རེད། ཧི་མིས་དང་ཅེམ་རེ་དང་ཤེལ་མཁར་དང་ཧན་ལེ་ལ་སོགས་པ་ལ་འདུ་ཁང་དང་གཙུག་ལག་ཁང་གསར་བཞེངས་གནང་ཡ། དེ་ནས་ལ་དྭགས་དང་གངས་ཏི་སེ་གཡས་གཡོན་གྱི་ཆུ་གཏེར་རྙིང་པ་དེ་ཚོ་ལ་བསྐྱར་གསོ་གནང་ཡ་འབྲུག་གྲྭ་ལ་མཐུན་རྐྱེན་སྦྱར་ཡ། དེ་ནས་ཆུ་ཆུ་གཅིག་པོ་མ་རེད་ལ་དག་ཆབ་སྲིད་ཐོག་ནས་གལ་ཆེན་བཤད་པ་ཡིན་ནའི་སྐབས་དེ་དུས་ཀྱི་ལ་དག་དེ་དེ་ནས་གཡས་གཡོན་གྱི་རྒྱལ་ཕྲན་གུ་རྒྱལ་རུ་ཐོང་བུ་རང་ཟངས་སྐར་ཤིན་ཅང་ཧོར་ལ་སོགས་པ་དང་མཉམ་དུ་དེ་ནས་འཁྲུག་འཛིང་མང་པོ་ཤོར་རེས་ཀྱི་དུས་ཚོད་ཅིག་ཆགས་པ་རེད། དེ་ནས་རྒྱལ་ཁྲི་ནང་ཁུལ་ལ་མ་འཆམ་དུས་སོན་པ་ལ་ཡ་དེ་ནས་སྟག་ཚང་རེད་པ་དེ་འདྲ་ཡང་དང་ཡང་དུ་ཞུས་ནས་རྒྱལ་ཁྲི་ནང་ཁུལ་ལ་ཡ་དམག་མཚམས་སྦྱོར་བཞག་ཡ་འཆམ་མཐུན་གནང་ཡ་དེ་ནས་ཞི་བདེའི་ཐབས་ལམ་མང་པོ་ཅིག་ཐོག་ནས་དེ་ནས་རྒྱལ་ཁྲི་ནང་ཁུལ་ལ་ཡ་བར་སྡུམ་གནང་ཡ་ལ་སོགས་པ་འགྲོ་དོན་རྒྱ་ཆེན་པོ་ཞེ་དྲག་བྱུང་བ་རེད། དེ་ནས་རྒྱལ་བུ་སེང་གེ་ནང་གི་ཡིན་པ་ཡིན་ནའི་ལ་དག་རྒྱལ་རབས་ནང་ལ་ལ་དཔེ་ངར་འབྱུང་མ་མྱོང་བ། གཞན་དང་མི་འདྲ་བའི་མཛེས་བྱེད་རླབས་ཆེན་སྟོབས་ཞུགས་ཆེན་པོ་མངའ་ཐང་ཆེན་པོ་པས་ལ་དྭགས་རྒྱལ་རབས་ནང་པ་ལ་འབྱུང་མ་མྱོང་བའི་རྒྱལ་གྱི་རྒྱལ་པོ་འབུར་དུ་ཐོན་པ་བྱུང་བ་རེད་དེ་ནི། སྐབས་དེ་དུས་ལ་དྭགས་གཡས་གཡོན་དུ་ཡོད་པའི་དེ་ནས་གུ་གེ་སྤུ་རང་ཙང་སི་ཀར་རུ་ཐོག་ཀི་ནོར་གྱི་ས་ཆ་དེ་རེད། དེ་ནས་མངའ་རིས་འཁོར་གསུམ་ཕལ་ཆེ་བ་དེ་གཉིས་ལ་དྭགས་ཀྱི་མངའ་འོག་ལ་ཚུད་ནས་དེ་དུས་སྐབས་ཀྱི་ལ་དྭགས་དེ་པས་ལ་དྭགས་རྒྱལ་རབས་ནང་ལོ་ལ་པས་འབྱུང་མ་མྱོང་བ་ལ་དྭགས་ས་ཆ་རྒྱ་ཆེ་ཤོས་མངའ་ཐང་ཆེ་ཤོས་སྟོབས་ཤུགས་ཆེ་ཤོས་དེ་དུས་སྐབས་བྱུང་བ་རེད། དེ་ནས་དེ་དུས་བསམ་པ་ལ་ཡང་ལ་དྭགས་ལ་ཆོས་དང་ཆབ་སྲིད་གཉིས་ཀྱི་ཐོག་ནས་ཡང་སྔར་དང་མི་འདྲ་བའི་ཡར་རྒྱས་ཤུགས་ཆེན་པོ་འགྲོ་བ་ལ་བརྟེན་ནས་དེ་ནི་པས་ཉེན་ཁ་ཆེན་པོ་ཆགས་ནས་མི་མང་གི་ཁ་རྒྱུན་ལ་ཡང་སྟག་དང་འདྲ་བའི་ལ་མ་སྟག་ཚག་རེད་པ་དང་སེང་གེ་དང་འདྲ་བའི་སྐྱེ་བོ་སེང་གེ་ནམ་སྐྱེས་ཞེས་ཉེན་ཁ་ཆེན་པོ་ཞེ་དྲག་བྱུང་བ་རེད། དེ་ཡིན་དུས་དེ་ནས་ལོ་ཉེས་ཏེ་སི་སི་ལང་ཀེ་ཡིས་ཁོང་ལ་ལ་དྭགས་ཀྱི་ཆུ་གྲོ་དང་དེ་ནས་ལ་དྭགས་ལ་མེ་འཁོར་ལ་ཕེབས་ནུས་མཁན་དེ་འདྲ་ཡིན་པ་ཡིན་ན་སྟག་ཚག་རེད་པའི་སྐོར་ལ་མཁྱེན་གྱིན་ཡོད་ཤག་རེད། ལ་དྭགས་ལ་ཡིན་པ་ཡིན་ན་འབྲུག་པ་བཀའ་བརྒྱུད་ཀྱི་དགོངས་པ་གཅིག་པུ་མ་རེད། རྒྱལ་པོའི་མཁར་ཕོ་བྲང་ལྷ་ཁང། ཁ་བ་ཕེབས་པ་ཡིན་དེ་ནས་ཕལ་ཆེ་བའི་ནང་ལོགས་ལས་དེ་འདྲ་སྟག་ཚག་རེད་པའི་སྐུ་འདྲ་རེད་དེབ་རེ་རེ་ཐང་ག་རེ་མང་ཐག་ཆོད་བྱས་ཡོད་རེད། དེ་ནི་དེ་ག་ལ་ལྟ་སང་རེད་པའི་ནམ་ཚ་དེ་ཚོ་སྟེ་གཞན་དང་མི་འདྲ་བར་རང་བཞིན་གྱིས་ཅིག་དོ་སྣང་ཡོང་བའི་འདྲ་ཅིག་ཡོད་རེད། དེ་ང་ཚོ་ནམ་ཐར་ནམ་ཐར་ལབ་ཡོང་དུས་བསམ་པ་ལ་ནི། གང་ཟག་འདིའི་སྒོ་གསུམ་གྱི་སྤྱོད་པའི་སྟེང་ནས་ལོ་ཀོ་པོ་འདི་ལ། ཆོས་ཟེར་དེ་ཡང་ཡིན་ག་འདྲ་ཅི་ལ་འགུག་འདུག། ཆོས་ཀྱི་ཉམས་ལེན་ཟེར་ན་ག་འདྲ་ཅི་ལ་འགུག་འདུག་དེ་ར་འབྲུ་ཡོང་འགུག་གོ། ར་ད་ལྟ་སང་རེད་པས། ཅིག་སྐུ་ཚེའི་ལོ་རྒྱུས་ལ་བསམ་བློ་བཏང་བ་ཡིན་ན་ཅིག་ཉན་ཚུལ་ཅུང་ཚ་ནས། ཀ་མེད་ཅུང་ཚ་ཅུང་ཚ་ནས་ཅིག་ཨ་ལས། བླ་མ་དགོངས་པ་དེ་ཚོ་གི་ཅིག་ལྟ་བ་དང་དགོངས་པ་དང་སྤྱོད་པ་ཨེ་འདྲ་ཡིན་ས་རེད་ཞེས་ཞེས་སོ་སོའི་བློ་ལ་འཆར་ཐུབ་ཡ། དཔེ་བྱིན་རླབས་ཆེན་པོ་རེད། ཨེ་བྱིན་རླབས་ཟེར་ཡོད་འདུག་བསམ་པ་ལ་མ་ཎི་འབྲས་བུ་དང་གསུང་འདུས་ལ་གོ་དགོ་མ་རེད་ད། བྱིན་རླབས་ཟེར་ཡོད་འདུག་ར་ལ་ཏུ་ལབ་པ་ཟེར་ལབ་ལ་ཡི་ཏི་ཆུ་གི་བ་ལབ། ཆུ་གི་བ་ལབ་གི་ལབ་དེ་རེད་བ། ད་ལབ་དེ་གིས་ང་ཚོའི་སེམས་རྒྱུད་ལ་གུས་པོ་ཅིག་བཏང་གོ་དགོ་བ་རེད། དེ་ནི་ཆོས་པ་ཅིག་ཡིན་ཙང་བཞུགས་ལ་དེ་ནི་སི་ཙུ་ན་ད་དེ་རང་གི་སྐོར་ལ་དཀྲིས་ནས་འགྲོ་རྒྱུ་རེད་མ་གཞི་གཞན་གྱི་ལག་པ་ལ་ཤོར་བཅུག་གི་ཡོད་མ་རོགས་ལ། གཡས་ཕྱོགས་ནས་རླུང་རྒྱ་ནས་གཡོན་ཕྱུག་ནས་རླུང་རྒྱ་ནས་སོ་སོ་པའི་གཤིས་ཀ་རི་རབ་ནང་བཞི་བརྟན་པོ་ཡོད་དགོས་ཀྱི་ཡོད་ཟེར། ད་སྟག་ཚང་རྒྱབ་དེའི་གཤིས་ཀ་བརྟན་པོ་ལ་དཔེ་ཡོད་རེད། ཁྱེད་རྣམ་པས་ནམ་ཟླ་གཟིགས་དང་ཁོང་གི་རྩ་བའི་བླ་མ་གྱི་བཀའ་ཅིག་ནང་ཚར་བཞུགས་ལ་དེ་ནི་བཀའ་འདི་སྒྲུབ་རྐྱང་རེད། རྒྱལ་པོའི་བཀའ་ཕེབས་ནས་རེ་གཅིག་གཉེན་ཉེ་དུ་དེ་ཚོ་གི་རེ་བ་རྐྱང་ནས་རེ་གཅིག་གཅིག་མ་མ་གཉིས་གསུམ་གསུམ་གར་ཕྱེས་པ་ཡིན་ནི་ཁོང་གི་རྩ་བའི་བླ་མའི་བཀའ་འདི་སྒྲུབ་རྐྱང་རེད།

དེ་རིང་སང་རྟོགས་ལྡན་ཁྱེད་ཚོ་བསྟན་པ་ལ་བསམ་བློ་མ་བཏང་ཆེན་ཡག་འགྲོ་མ་འགྲོ་ས་རྟགས་བསྐོར་ནས་སྐྱ་ངན་འདེད་ཀྱི་འདུག་དེ་ལ་དགོས་པ་ཅི་ཡོད་གསུངས་པའི་སླད་དུ། ངས་འབྲུག་པ་བཀའ་བརྒྱུད་ཀྱི་ཕྱག་སྲོལ་ལ། དེ་ནས་འཇིགས་དོ་ཁོ་བོ་བྱས་ནས་དགོན་པར་ཅི་གསུངས་པ། དེ་ནས་སོ་སོ་པས་སྦྱིན་བདག་ཆེན་པོ་དང་གོ་ས་གཅིག་པ་བྱས་ནས། རང་ཕྱོགས་རྒྱལ་ན་དགའ་གཞན་ཕྱོགས་ཕམ་ན་དགའ། གཞན་ཆོས་པ་བཟང་པོ་དེ་འདྲ་ཡོད་པ་ནས་དེ་ལ་ཕྲག་དོག་ངན་པ་ལ་སུན་ཅིང་བར་དུ་རང་ལ་ལོམ་ཤེས་ཀྱི་འདི་འདྲ་ཉིན་ཞིག་མེད། རྒྱལ་པོ་ཁྱེད་རང་གིས། ཆོས་པ་གཅིག་གི་བསམ་བློ་བཏང་སྟངས་འདི་ག་འདྲས་མི་ཁྱེད་རང་གི་མགོ་ཕྱུགས་མི་འདུག་ཨ། ཆོས་པ་གཅིག་གི་ལྟ་ཡོད་དུས་ཤི་བ་ལ་མོ་ལ་ནད་ཁང་བཟང་པོ་དང་ལྷ་ཁང་ཚང་མ་རྒྱབ་ལ་བཞག་ནས་འགྲོ་དགོས་བ་འདི་ཧ་གོ་གི་ཡོད་ཙང། ག་དུས་ནས་སྙིང་ཉེ་མི་བྱེད་ཀྱི་ཡོད་རེད། ཉེ་བའི་འགྲོ་དང་འབྲལ་དགོས་བ་འདི་ཧ་གོ་གི་ཡོད་ཙང་ག་དུས་ནས་འགྲོ་མི་གཅིག་པུར་འགྲོ་གི་ཡོད་རེད། འདི་རྒྱལ་པོ་ཁྱེད་རང་གིས་ཧ་གོ་གི་མི་འདུག་གསུངས་བ་རེད། འདི་རྒྱལ་པོ་ཁྱེད་རང་གི་སྐད་ཆ་ལ་ཉན་པ་ཡིན་ན་ང་རང་གི་རྩ་བའི་ལམ་མིག་གི་བཀའ་ཡང་འགྲུབ་མཁན་གྱི་རང་དབང་ཅིག་མི་འདུག་འདི་ཡིན་དུས་སེམས་པ་ལ་ཚེ་འདི་ལ་ང་རྩ་བའི་ལམ་མ་ལ་མ་ཤེས་གཞན་སུ་གང་ལས་ང་ལ་དོན་ཆོད་པོ་མེད་གསུངས་བ་རེད། དེ་ནི་ནམ་རྒྱུན་ནས་རྟགས་མཚན་རེད་པ་ཨ་ནི་ས་ཆ་ག་ཚོད་ཤེས་ན་ཚ་བུག་ཡོད་ནས་ཇག་པ་ཡོད་ནས་རྐུ་མ་ཡོད་ནས་ག་དུས་ནས་ཁེར་རྐྱང་གཅིག་པུ་བྱིན་ནས་ཕེབས་ཡོད་འདུག་བསམ་པ་ལ་ནི། ཆུ་སྒྲོ་དེ་ཚོ་གི་ལབ་ཆ་ག་ནས། ད་དེ་རིང་ཁྱེད་རང་མ་འགྲོ་ན་དགའ་ས་རེད། ཇག་པ་དང་རྐུ་མ་དེ་ཚོ་གི་བཅོམ་འགེབས་དག་བྱས། ཁྱེད་རང་དེ་ལ་ཞག་ཁ་ཤས་རྗེས་བཞུགས་ད། ཨ་ནི་གྲོགས་པོ་བཟང་པོ་དེ་འདྲ་རག་བ་ཡིན་ན་ཁྱེད་རང་ཕེབས་ཆོག་གི་རོ་ཨ་ཞེས་ལབ་ཆ་རྒྱག་ཡོད་འདུག་བསམ་པ་རྟགས་མཚན་རེད་པས་བགྱིས། ལོ་ཆུ་ནས་བལྟས་ན་འགྲོ་བ་ལ། གྲོགས་བཟང་པོ་གི་ཤ་ཐག་ག་ནས་ལངས། གསུངས་པར། དེའི་ཚེ་དེ་ལ་ཆུ་རང་བྱས་ཀྱི་ལོ་ཐག་བཅད་ཚར་བའི་རྗེས་ལ་རོགས་པ་གཅིག་གཅིག་གིས་གཅིག་བྱེད་ཀྱི་རེད་གཉིས་ཀྱིས་གཉིས་བྱེད་ཀྱི་རེད་ཟེར་བྱས། གཞན་དག་ལ་རེ་བ་བརྒྱབ་བདེ་བ་ཡིན་ན་ཆོས་བྱེད་ལོང་ར་བ་མ་རེད། ཚེ་ཐུང་ལོང་ཡིན་པ་ལ་ད་ཆོས་སུ་སུ་སུ་སུ་ལ་ལོ་བཀལ་ནས་ཆོས་བྱེད་དགོ་ར་མ་ཤེས་མི་གཞན་དག་ལ་རེ་བ་བརྒྱག་བསྡད་ན་ཆོས་བྱེད་ཡི་ཁོམ་པ་ཡོང་བ་མ་རེད་གསུང་བ་རེད། དེ་མིན་ཉི་མ་རྗེ་སྟག་ཚང་རེད་པ་རྩྭ་སྔོ་ཕྱོགས་ལ་ཕེབས་པ་རེད་སྟག་ཚང་རེད་པ་ཁོ་རང་ཕ་ཡུལ་རྩྭ་སྔོ་ཕྱོགས་ནས་ཡིན་པ། དེ་ནས་ཕ་ཡུལ་སླེབས་དུས་བསམ་པ་ལ་བསྙད་གཉིས་དོད་དོད་ཚུལ་གྱིས་བྱས་ནས། ད་རྩྭ་ས་རེད་པ་འབྲུག་གྲོགས་ར་གནམ་ས་སྐྱོ་གཏོ་ཁའུ་རེ་རྐྱང་པ་འབྲོག་སློང་མོ་བ་ཡིན་པས་སོགས་གྲོགས་ཀྱིས་ཕེབས་དོ། ཁོང་ཚོ་སེམས་པ་སྐྱོ་ད་ཆོས་ནས་གནམ་ས་ལ་བཞུད་ནས་ངུ་འདུག་ཨ་ཧི་ལ་སྟག་ཚང་རེད་པི་ཡོ་ཏག་ཏག་རེད་ཁྱེད་ཚོ་མི་ཚེ་གང་ཚ་སྟོང་ཟད་དང་ཆོས་མེད་དུ་བཏང་དེ་ངུ་ནས་ངུ་གྲོ་ཡང་གྲོ། ཁྱེད་ཚོ་ངུ་འུག་ལ་དོ། ཡིན་པ་ནས་ཁྱེད་ཚོ་ང་ལ་ལྟ་ནས་ངུ་དགོས་ཡོད་མ་རེད་ད། ང་ཚེ་འདི་ལ་རྡོ་རྗེ་འཆང་ལྷ་རྩེ་བ་དང་མཇལ། ཉིན་རྒྱུན་གྱི་གདམས་ཀ་དེ་ཚོ་ཐོབ། གྲོ་དང་སེང་དང་བཅས་ནས་རི་ཁྲོད་འགྲོ་དགོས་དེ་ང་རང་ཕོ་རྒོད་པོ་ཡིན་པའི་གི་རྟགས་ཡིན་མ་ཤེས། ཁྱེད་ཚོ་འགྲོ་ཉམ་ཐག་པ་དེ་འདྲ་མེད་ད། ཁྱེད་ཚོ་ངུ་དགོས་ན་ཁྱེད་རང་ཚོ་མི་ཚེ་ལ་བསམ་བློ་བཏང་ནས་ངུ་རོགས་བྱས་སོང་བར།

ང་རང་གི་དེ་ཉམས་ལེན་དེ་སེམས་ལ་ཆོས་བྱས་ཡ་རེད་མ་ཤེས་མི་ལ་ཚུལ་ཆུ་བྱས་ཡ་འདི་བྱས་ཀ་ཡོང་མེད་གསུངས་པ་རེད། དེ་མི་ལ་རེད་པའི་རྣམ་ཐར་ནང་ལ་ཡོད་ཨ། འཇིག་རྟེན་ངོས་ལ་མི་ལ་ཉོས། མི་ལས་ངོས་ལ་འཇིག་རྟེན་ཉོས་ཞེས་བྱས། ཚར་རྗེས་མི་ལ་རེད་པ་ཆུ་བར་ལ་ཕེབས་འགྲོ་དུས་བསམ་པ་ལ་ཡང་ལམ་ཀ་ལ་ཨ་ནི་བུ་མོ་གཞོན་ནུ་མ། གྱོན་ཆས་ཡག་པོ་རྒྱན་ཆ་སྙིང་རྗེ་མོ་སྟག་དེ་བ་གསུམ་གྱིས་བརྗེད་དོ། ཨ་བུ་མོ་གཅིག་གིས་མི་ལ་རེད་པ་བརྗེད་བ་དང། ཨ་ཁ། སྙིང་རྗེ། དེ་འདྲ་ལ་སྐྱེ་བ་ནམ་ཡང་མ་ལེན་པ་ཤོག་ལེ་ནས་སྨོན་ལམ་བརྒྱབ་དང། མི་ལ་རེད་པ་གིས། སྙིང་རྗེ། ཁྱོས་ང་འགྲོ་བའི་སྐྱེ་བ་ལེན་པར་ཤོག་ག་ཚོད་སྨོན་ལམ་བརྒྱ་ནས་ང་འགྲོ་སྐྱེ་བ་ལེན་གྱི་མ་རེད་སྙིང་རྗེ། ལ་རེད། དེ་ནི་འཇིག་རྟེན་གྱི་དངོས་ལ་མི་ལ་རས་པ་སྨྱོས་འདོད་ཡོད་རེད། མི་ལ་རས་པའི་དངོས་ལ་འཇིག་རྟེན་འདི་སྨྱོས་འདོད་ཡོད་རེད། དུར་དུས་ན་སྟག་ཚང་རས་པའི་ནམ་ཐར་དེ་ཅིག་མི་ལ་རས་པའི་ནམ་ཐར་དང་འདྲ་བོ་འདྲ་བོ་བྱས་ནས་ད་ཅིག་སྒྲུང་དང་ནས་ཚུལ་མཚར་པོ་དང་འདྲ་དཔེ་མང་པོ་ཡོད་རེད་ལྷག་པར་དུ་ཡང་མིའི་ཕལ་པ་དང་ཆོས་པ་གཉིས་མཉམ་དུ་ལ་འཛོམས་ཡོང་དུས་ཚང་མ་ལ་ནི་ཕ་ཚུ་དཀར་མོའི་མཚར་པོ་དང་འདྲ་རེ་ཅིག་ཕ་ཚུ་རྩོད་པ་རྒྱལ་དེ་འདྲ་རེ་དཔེ་རྙིང་བཅུ་བོ་ཡོད་རེད་ཁྱེད་རྣམ་པས་གཟིགས་ད་ལྟ་འདི་ལ་ནི་མང་པོ་བཞུགས་མེད་མང་དྲགས་ཀྱི་འདུག། དེ་ནས་དེབ་ཀྱི་གོ་རིམ་ནང་བཞིན་བྱེད་བ་ཡིན་ན་ནམ་ཐར་གྱི་གཞུག་ལ་གུར་བུམ་ལས་སྒོ་སྒོ་བར་ཏེ་ད་ད་ལྟ་ང་ཚོ། ནི་ཉིད་པ་དེ་ལ་ཡང་ང་ཚོ་ལ་མི་སྐོར་ལ་ཏི་རི་ཞིག་ཡིན་གདའ། དེ་ནི་གོང་དུ་ཚར་མང་པོ་ཞུས་ཟིན་པ་ནང་བཞིན་སྟག་ཚང་རལ་པ་ས་ཆུ་ཧང་སའི་མང་པོ་ཅིག་ལ་ཕེབས་མྱོང་བ་རེད། དེ་ཡིན་པ་ནི་ད་ལྟ་ང་ཚོ་ཨོ་རྒྱན་མཁའ་འགྲོ་གླིང་གི་བླ་མའི་ཐར་ལ་འགྲོ་པའི་ཐེམ་སྐས་སྐོར་ལ་ཀི་རི་བཤད་འདོད་ཟིན་པ་ལ་དེའི་སྣང་ལོ་ལ་ཡང་ནི། གཙོ་བོ་སྟག་ཚང་རལ་པ་ཨོ་རྒྱན་ཡུལ་ལ་ཕེབས་པའི་སྐོར་དེ་ཡོད་རེད་ད་ག་ནང་བཞིན་དུ། སྟག་ཚང་རལ་པ་ཨོ་རྒྱན་ཡུལ་ལ་ཕེབས་པའི་ལམ་ག་ལ། དང་པོ་རྒྱ་གར་ཀང་ར་རྫོང་དང། ནི་ཟངས་སྐར Kashmir ལ་སོགས་པ་ལ་ཕེབས་པའི་སྐོར་ཡང་མདོར་བསྡུས་མདོར་བསྡུས་བཞིན་ཡོད་རེད་ད་གཙོ་བོ་དེ། ཨ་ནི་ཨུ་རྒྱན་ཡུལ་ལ་ཕེབས་པའི་སྐོར་རེད། ཨུ་རྒྱན་ལ་ཕེབས་པའི་སྐོར་དེ་ནམ་ཐར་ནང་ལ་ཡོད་མ་རེད། ལ་མིག་ནང་ལ་གཟིགས་ན་མ་ཤེས། དེ་ནི་སྟག་ཚང་རལ་པ་ཨུ་རྒྱན་ཡུལ་ལ་ཕེབས་པའི་ལམ་ག་ལ་དྭང་ཤོད་ཨ་ནི་རྒྱ་གར་ཀང་ར་རྫོང་བརྒྱུད་ནས་ཕེབས་པ་སོང་ཙང་ལ་མིག་གི་མགོ་མགོ་ལ་དྭང་ཤོད་ཨ་ནི་སྟག་ཚང་རལ་པ་ཀང་ར་རྫོང་ལ་ཕེབས་པའི་སྐོར་ལ་བཀོད་རེད། ད་ངས་ལ་མིག་འདི་དང་བྲལ་ནས་ཀང་ར་ལ་ཕེབས་པའི་སྐོར་ཞུས་ཨེ་དེ་དེ་གལ་ཆེན་པོ་འདྲ་ཞིག་མཐོང་སོང།

ང་རང་ཡིན་པ་ཡིན་ནའི་ཨ་མྱེས་ཀྱི་རྐང་འགར་ལ་ཨ་མྱེས་གྲུབ་ཐོབ་རིན་ཆེན་དཔལ་དང་སྟག་ཚང་རས་པ་དང་རྒོད་ཚེ་རས་པ་དེ་ཚོ་ཕེབས་མྱོང་བ་ངས་ཤེས་ཀྱི་མེད། དེ་ནས་སྟག་ཚང་རས་པའི་ལམ་མིག་ནང་ལོགས་ལ་རྐང་འགར་ལ་ཕེབས་པའི་སྐོར་ལ་ག་རེ་བཀོད་འདུག་ཞུས་ན། ཨ་ནི་སྐབས་དེ་དུས་ཀྱི་རྐང་འགརའི་མིང་ལ། རྐང་ར་ཀོར། ཡང་མིན་ན་ནག་གར་ཀོར་རེད་ཞེས་བྲིས་ཤེས་ད་ལྟ་འདི་ཡིན་པ། དེ་ནས། Jalandhar། ཟེར་བའི་ས་ཆ་འདི་ལ་ལྷ་མོའི་དགོན་པ་ཆེན་པོ་ཞིག་འདུག་ཧིན་རྡུ་དེ་ཚོས་ཀྱིས་མ་ཧཱ་དུར་ག་བརྩིས་ནས་མཆོད་པ་བྱེད་ཀྱི་ཡོད་པ་དང་བོད་པ་དེ་ཚོས་ཀྱིས་རྣལ་འབྱོར་མ་བརྩིས་རྗེས་མཆོད་པ་བྱེད་ཀྱི་ཡོད་རེད་ཅེས་བཤད་ད་ལྟ་ཡོ Vajreshwari Devi གྱི་དགོན་པ་འདི་རང་ཡིན་ས་རེད། དེ་ནས་དེའི་གྱི་འགྲམ་ལ་དུར་ཁྲོད་ཆེན་པོ་བརྒྱད་ཀྱི་ཡ་གྱལ་ལང་གུར་ཞེས་པའི་དུར་ཁྲོད་ཅིག་ཡོད་རེད་ཅེས་བཤད་ད་དེ་ག་བས་ལ་ཧ་གོ་མ་སོང། ཨ་ནི་དུར་ཁྲོད་དེའི་གྱི་འགྲམ་ལ་རྒྱལ་བ་རྒོད་ཚང་རས་པའི་གྲུ་བོ་ཅིག་ཡོད་རེད་ཅེས་བཤད་ཕ་གི་ལ་ནེ་ཇེར་ལ་ཕེབས་མཁན་བོད་པ་ཚང་མ་འདི་ནང་ལ་བཞུགས་གོ་རེད་ཅེས་བཤད་ད་གྲུ་བོ་དེ་ག་བས་ན་ཧ་གོ་ཡ་མི་འདུག། དེ་ནས་དུད་འགྲོ་དེ་གའི་འགྲམ་ལ་ཆུ་གཉིས་བབས་ཏེ་བཞགས། ཆུ་གཉིས་ཀྱི་དཀྱིལ་མ་ལ་ཕ་བོང་ཆེན་པོ་ཞིག་འདུག་འདི་གང་ལགས་འདི་སྟེང་ལ་ནི་མེ་ཆུ་མེ་ཀུ་སི་ཐ་ཆུ་གཅིག་བྱས་ཡོད་རེད་དྲིས་བཞག། དེ་ཡས་ཁ་བ་ཡིན་པ་ང་ཚོ་ཧ་གོ་མ་རག་ད། འདུག་བྱས་སྟབས་མིག་ཟས་ཀྱི་སྐད་ཆ་ང་ཚོ་དོ་སྣང་བྱེད་དགོས་ཉམས་ཞིབ་བྱེད་དགོས་གར་ཆག་དགོས་ལབ་ན་སྐབས་དེ་དུས་ཀྱི་ཀང་རའི་རྒྱལ་པོ་དེ་ནང་པ་རེད་དྲིས་བཞག། ནང་པ་ཡིན་པ་མ་ཟད་ཅིག་འདེམས་ཤོག་གི་རྒྱུ་དེ་མཉམ་ལེན་བྱེད་མཁན་འདེམས་ཤོག་གི་སྤྲུལ་པར་འདེམས་པའི་རེད་གསུངས་བཞག། དེ་ནས་རྒྱལ་པོ་དེས་ཀྱི་ཕྱི་རོལ་པ་དང་ནང་པའི་སྒྲུབ་པ་ཉམས་ལེན་ཚང་མ་ལོ་ཕོ་བྲང་ནང་ལོགས་ལ་སྐོང་བྱས་ཕ་གི་ལ་མཆོད་པར་བྱས་དེ་འདྲ་བྱས་ཀྱི་ལུགས་སྲོལ་འབྱོར་རེས་བྲིས་ཤག། དེ་ནས་དེ་ཡི་རྗེས་ལ་སྟག་ཚ་རལ་པ་ཨུ་རྒྱན་ཡུལ་ལ་ཕེབས་པའི་སྐོར་ལ་ཚིག་གཅིག་གཉིས་ཞུས་པ་ཡིན་ན། ཅི་ལྟར་ནས་ཨུ་རྒྱན་ཡུལ་ཟིན་དུས་ཟམ་པ་ལ་ཡང་འཇིག་རྟེན་འདི་ལས་འདས་པའི་ཞིང་ཁམས་ཅིག་ལ་བརྩི་སྲོལ་ཡོད་ད་ད་ལྟ་སྐབས་ལ་འདི་མ་གཏད་ད་ནི་སྐབས་དེ་ལ་ཡང་རྒྱ་གར་ནུབ་ཀྱི་ཕྱོགས་ལ་ཆགས་པའི་རྒྱལ་པོ་ཨིནྡྲ་བུ་ཏི་བྱོན་པའི་ཡུལ། དེ་ནི་སང་པ་ཀི་སི་ཐན་སི་བྷ་ཏི་བྷ་ལི་ལ་ངོས་འཛིན་བྱེད་ས་ཨུ་རྒྱན་ཡུལ་ཟིན་ཞེས་བྱ་སྐོར།

ལ་མི་དེ་བརྩམས་ནས་ལོ་བརྒྱ་ཕྲག་ཁ་ཤས་ཀྱི་བྱིན་ཟ་ནས་དེ་ཚོ་གི་མིང་བྱིའུ་ལོ། ནི་ལམ་ག་མ་ར་ས་ཆ་མ་ར་རོག་པ་མ་ར་སྐད་བརྡ་མ་འགྲོས་དཀའ་ངས་ཞུ་ཁྲེས་པ་རེད། དེ་ནས། དེ་ནས་ལམ་ག་ཀྱི་མ་གཅིག་ལ་ཇག་པ་དང་ཕྲད་ནས། ཨན་ཇག་པ་དེ་ཚོ་གི་སྟག་ཚང་རལ་པའི་རལ་པ་དེ་ཚོ་བཅས་ཡོ་བྱད་གང་ཟག་འཕྲོག་སྟག་ཚང་རལ་པའི་དབུ་ལ་གྲིས་ཀྱི་བསྣུན་ནས་སྟག་ཚང་རལ་པ་པའི་བྲན་པོ་བརྒྱལ་བ་རེད། དེ་ནས་ཁོ་ཚོ་ཡིས་སྟག་ཚང་རལ་པ་ཁྲིད་ཕྱིན། ལམ་ག་ལ་ཡང་ཇག་པ་ཞལ་ལྡ་དེ་འདས་ལས་ཡང་སྟག་ཚང་རལ་པ་ཕར་འགྲོ་ཚུར་འགྲོ་བ་དེ་འདྲ་བྱས། ཨ་ནི། བྱས་ལ་མི་གཅིག་གི་ནང་ལ་ཡོག་པོ་ཀུན་ནས་བཞག་པ་རེད། ཕ་ཡུལ་ལ་ལས་ཀ་བྱས་བྱུང་རྟགས་མཚན་རེ་བ་འདོན་པ་འདོན་ནས་ཀྱང་བཞུགས་ཀྱི་ཡོད་ཟེར་ར་ཡང་སྦྱིན་བདག་དེ་གིས་རྟགས་མཚན་རེ་བ་ལ་རྡུང། པས་ངེད་ད་ལྟར་དེ་འདྲ་བྱས་རྟགས་མཚན་རེ་བ་བཞུགས་ཅི་སྙམ་བ་རེད་ཉི་མ་གཅིག། སྟག་ཁུ་སི་མན་བྱས་ནས་ས་བྲུས་ནས་བོད་ཕྱིན་པ་རེད། དེ་བཞིན་ཡང་ས་གཞི་གཅིག་ལས་སླེ་ནས་ས་གཞི་དེ་ཡུལ་མི་དེ་ཚོ་ཡི་སེམས་གཏང་རོགས་མ་བྱས། སྐབས་དེ་དུས་སྟག་སྟག་ཁོ་ར་ནང་པའི་བྲམ་ཟེ་པིར་བུ་ད་ནང་བཞུགས་པ་ཅིག་ཕེབས་ནས་ཁོང་རྟགས་མཚན་རེ་བ་ནད་བཅོས་པ་ཅིག་ཡིན་པ་ཧ་གོ་ནས་ཡུལ་མི་དེ་ཚོ་བཏང་བཅུག་པ་རེད། དེ་ནས་ཁོང་གིས་ད་བྱས་སུ་ལམ་ཀ་ལ་མི་གཞན་གྱི་གནོད་པ་མ་སྐྱེལ་ཆེད་དུ་རྟགས་མཚན་རེ་བ་ལ་ཕྱི་ལུགས་ཀྱི་གྱོན་ཆས་རྣམས་ལུག་དེ་ཚོ་ཚང་མ་བསླབས་ནས་ནི་ཕྱི་ལུགས་ཀྱི་གྱོན་ཆས་དེ་ཚོ་སྤྲས། ཨ་ཨམ་ཆུ་ལ་ཨ་ལོང་ཆེན་པོ་སྤུག་བྱུག། དེ་ནས་དཔེ་ཆ་དེ་ཚོ་རེ་རེ་བཟོས་ནས་མི་ཡི་མ་ཁྲོ་ཡ་ཞིག་འདུག་སྟེ་མགོ་ལ་དུག་སེ་རེ་ཡིས་བསྡམས། མཚན་ལ་ཡང་ཤ་མོ་ན་ཞེས་གསོལ་བ་རེ། དེ་ནས་ལམ་ཀ་ལ་ཡང་རོགས་པ་ཅིག་འཕྲད་ནས་རྗེས་ལ་ཨུ་རྒྱན་ཡུལ་ལ་ཕེབས་ཡུལ་རྒན་ཡུལ་གྱི་གནས་རྩ་ཆེན་པོ་དེ་ཚང་མ་མཇལ། ད་དེའི་སྐོར་ལ་ཨུ་རྒྱན་ལ་མི་ནང་ལོག་ལ་ཚེ་ཐག་ཆོད་སྙིང་རྗེ་ཐག་ཆོད་ཡོད་རེད། ཨུ་རྒྱན་ཡུལ་གྱི་ངོ་སྤྲོད་རེད་ས་གནས་ཀྱི་ངོས་འཛིན་རེད། གནས་ཀྱི་བཀོད་པ་དེ་ཚང་མ་འདི་ནང་ལོག་མཇལ་ཡོད་རེད་འདི་ལས་ཞུགས་མེད། ངས་དེ་གི་རྗེས་ལ་སྟག་ཚ་ལྷའི་བུ་བོད་ལ་ལོག་ཕེབས་དུས་བསམ་པ་ལ་ཡང་ཨ་ནི་རྒྱལ་བ་དཔག་བསམ་དབང་པོ་དང་མཇལ་ནས་ཁོང་ལ་ལོ་རྒྱུས་དེ་ཚོ་ཞུས་འདི་བསམ་པ་ལ་ཨ་ནི་རྒྱལ་བ་དཔག་བསམ་དབང་པོ་གིས་ཨ་ནི་ཡིན་གཅིག་མིན་གཅིག་ཁྱེད་རང་གི་ལ་མི་དེ་ཡིག་ཐོག་ལ་དཔག་རོགས་གྱིས་ཞེས་ཅེས་བསྐུལ་མ་གནང་བ་ན་ཤིན་ཏུ་ཨ་ཕྱིས་སུ་ཡིག་ཐོག་ལ་དཔག་གནང་བ་རེད། དེ་ནས་ཐ་མ་དེ་ལ་ཡ། ཡང་གྲུབ་པའི་བང་ཆུ་དམ་པ་ཨོ་རྡི་ཡ་ནོད་པ་ཉེ་བར་མངའ་བ་རྒྱ་མཚོས་གུར་དཀར་ལས་ཉིད་ཀྱི་མི་ཚེ་སྐོར་ལ་སྐད་ཅིག་བཤད་པ་ལ་སྟག་གུར་མར་ཟེར་ཡོད་འདུག་བསམ་པ་ལ་གཞན་བཏང་བ་ནང་བཞིན་མ་ཡིན་པར་སུ་སུའི་དཔལ་རྒྱུད་ཀྱི་ཉམས་དང་རྟོགས་པ་དེ་ཚོ་གཅིག་སེམས་ཀྱི་ནང་ལོགས་ནས་ངམ་ངམ་ཤུགས་ཤུགས་ཀྱིས་ཨ་ནི་ངག་གི་ལམ་ལ་བརྡོལ་ཡོང་བ་དེ་ལ་གུར་མར་ཟེར་གྱི་རེད་དེ་ནས་དབྱངས་སྙན་པོ་ཚིག་སྙན་པོ། དེ་ནས་ཆེ་ལ་གུར་མ་ཟེར་གྱི་རེད་ད། རྟ་ཟ་རེད་པའི་གུར་དེ་ནང་ལོགས་ལ་ཡག་ཅིག། ནང་ཆོས་ཀྱི་གཤིས་ས་སྐྱབས་འགྲོ་སེམས་སྐྱེ་ནས་ཕྱིན་ནས། དེ་ནས་གྲུབ་མཐའ་སྤྱི་དང་ལྷག་པར་དུ་ཡང་བཀའ་བརྒྱུད་ཀྱི་ཨ་ནི་ལྟ་སྒོམ་ཆོས་གསུམ་ག་འདྲེ་ཡོད་པ་དེ་ཚོ་སྐོར་ལ་བརྗོད་ཡོད་རེད་ད་ག་ནང་ཤེས་འདུག་དེ་ནས། གདུལ་བྱ་ལ་སློབ་གསོ་དང་གནས་སྐྱོབ་པ་ཀྱི་ཨ་ནི་བསྟོད་པ་དེ་འདྲ་ཡོད་རེད། དེ་ནས་བརྗོད་བྱའི་སྙིང་དོན་གྱི་ཐོག་ནས་སྐད་ཆ་བཤད་པ་ཡིན་ན་དེ་ནས་ནང་ཆོས་ཀྱི་དོན་དེ་ཚོ་དཔེ་དྲིལ་ནས། ཨ་ནི་མན་ངག་གི་ཚུལ་དུ་ནང་ཡོད་པ་སོང་ཙང་དེ་ནས་གཅིག། མན་ངག་ལན་ཡོད་པ། གཉིས་ནས་ཨ་ནི་བརྗོད་བྱེད་ཀྱི། ཚིག་ཕུན་སུམ་ཚོགས་པ་ཡིན་དུས་གསུངས་པ་ལ་རྩོམ་རིག་ཆ་ནས་མྱོང་རོལ་བྱས་ཡོད་པ། འདི་ཡིན་གྱི་ཟིན་པ་ལ་ཡང་དེ་ནས་དེབ་དེ་ནས་ཕྱོགས་ཧང་སངས་མང་པོ་བྱས་ནས་ཡོན་ཏན་ལས་ཡོད་པ་ཆེ་བའི་ཞག་ནམ་ཟླ་རིམ་པའི་ཆ་ནས་ལྟ་ཡི་ཡིན་པ་བྱས་རོགས། ལོ་རྒྱུས་ཀྱི་ཆ་ནས་དེབ་དེ་ནང་ལོ་ལ་ས་གནས་ག་ཚོད་ཀྱི་མིང་གྱོན་གོ་རེ་བོད་ཕྱི་ནང་གི་ས་ཆ་གྱི་མིང་དང་དེ་ཚོ་གི་སྐྱོ་པ་དང་འགྲེལ་བཤད་དང། ད་ནང་བཞིན་དུ་རྟགས་མཚན་རེད་པ་དང་དུས་མཉམ་དུ་བྱོན་པའི་བླ་མ་སྐྱེས་བུ་དམ་པ་ཀྱི་མཚན་ཧང་སངས་མང་པོ་བཀོད་ཡོད་རེད། རྒྱལ་རབས་ཡིན་པ་ཡིན་ན་འདི་དུས་སྐབས་ལ་ལ་དྭགས་ཟངས་དཀར། གུ་གེ་སྤུ་རང་མགར་ཤ། སྐབས་དེ་དུས་སྤར་གི་ལ་ནི་རྒྱལ་པོ་སུ་ཡོད་པ། དེ་དུས་སྐབས་ལ་ཆབ་སྲིད་ཀྱི་ནི་ད་ག་འདྲས་ཡོད་པ། དེ་ནས། སྐད་ཡིག་བརྡ་ཆད་ཀྱི་ཐོག་ནས་སྐད་ཆ་བཤད་པ་ཡིན་ན་དེའི་ནང་ལོགས་ལ་ཨ་ནི་ནམ་རྒྱུན་ཚིག་མཛོད་ནས་རག་ཡ་མེད་པའི་གི་བརྡ་རྙིང་དེ་འདྲའི་མང་པོ་ཐོན་གོ་རེད། ད་ག་ནང་ཤེས་འདུག་ཨ་ནི་ལ་མིག་ནང་ལོགས་ལ་ཨ་ནི་སྟག་ཚང་རེད་པ་ཕེ་ཐུའི་ཟེར་བ་ལ་ལམ་ཀ་ལ་ལྟ་ཧིན་དི་སྐད་རྒྱག་གོ་རག་ཧིན་དི་སྐད་དེ་ཚོ་བུའི་ནང་ལ་བབས་ནས་སྙིང་ཆུང་བཞུ་ཡོད་རེད་ད། ཏུ་མི་ཨ་ཧུ་ཨེ་ཧྥམ་བེ་ཀྲོ་རོ་ཏི་རོ་ཏི་བེ་ཀ་ཧི་གི་ནག་ཁ་ཧི་ཀྲོ་ཧིན་དི་པད་སྙིང་ཅུང་བྲིས་ཡོད་དེ་ནང་ལོགས་ལ་དཔེ་མཚར་པོ་ཡོད་རེད། དེ་ནས་ད་ག་ནང་ཤེས་འདུག་ད་ལོ་རྒྱུས་འགྲོ་ཤློ་བས་ན་མཚམས་མཚམས་ཉོབ་ཐོག་འདུག་ཨ་ཡ་ད་སྟག་ཚང་རེད་པའི་ནམ་ཐར་དེའི་ནང་ལོགས་ལ་གནས་ཚུལ་དཔེ་མཚར་པོ་སྙིང་ཅུང་དང་མཉམ་དུ་བྲིས་རེ་བཏང་ནས་ཡོད་དེ་ཟེར་བ་ལ་དཔེ་སྐྱིད་པོ་ཡོད་རེད་ད།

དེ་རིང་ངས་མཛའ་མོ་ལ་དྭགས་ཀྱི་ཁུ་བྱུག་ཚེ་རིང་འགྲོ་ག་ལགས་ལ་སྟག་ཚང་རས་པའི་གུར་མ་ཅིག་བཏང་རོགས་བྱེད་ཅེས་རེ་བ་ཞུ་བ་ན་ཤིན་ཏུ། ཁོང་གིས་ཡང་ཞལ་བཞེས་བཟང་པོ་གནང་སོང། དེ་ཡིན་དུས་བསམ་པར་ད་ལྟ་ལྷན་གྱི་ལམ་བུ་ལོ་ལ་སྟག་ཚང་རས་པའི་གུར་མ་ཅིག་ཉན་སའི་ཞུ་རྒྱུ་ཡིན། རྗེ་བཙུན་བསྟན་རྒྱས་བླ་མ་རིན་པོ་ཆེ།